ཀྱི་བང་ཆེན་གྱི་བྱིས་སྒྲུང་སེང་གེའི་ལྷན་སྐྱེས་སྐུ་ཁམས་བཟང། གཤམ་ལ་གུས་མོས་ཁྱེད་རྣམས་ལ་དེང་དེའི་བྱིས་སྒྲུང་བུ་ཆུང་པི་ནོ་ཀྱུ་གཏམ་རྒྱུད་ལེའུ་གསུམ་པ། ཇེ་པི་ཐོ་ཡི་ཨ་ལི་པེ་ཀོ་དེ་ཡི་མིང་ལ་པི་ནོ་ཁྱེའུ་ཞེས་བཏགས་པ་སྙན་སྒྲོན་ཞུ་རྒྱུ་ཡིན། ལེའུ་གསུམ་པ། ཇེ་པི་ཐོ་ཡི་ཨ་ལི་པེ་ཀོ་དེ་ཡི་མིང་ལ་པི་ནོ་ཁྱེའུ་ཞེས་བཏགས་པ། ཇེ་པི་ཐོ་ཐོག་བརྩེགས་དང་པོའི་ཁང་མིག་ཆུང་ཆུང་ཞིག་གི་ནང་དེ་ཡོད། ཁོ་ཡི་ཁང་མིག་དེ་ཡི་གསེར་བྱ་ཡོང་ས་གཅིག་པུ་ནི་གངས་ཀྱི་ཁང་བརྩེགས་ལ་འཛེགས་སའི་སྐེད་དེ་རེད། ཁྱིམ་གྱི་ནང་ཆས་ཤིན་ཏུ་སྐྱོ་དེ། བརྟན་པོ་མེད་པའི་རྐུབ་བཀྱག་ཅིག་དང་ཉལ་ཁྲི་ཐེབས་ཆག་ཅིག། ཅོག་ཙེ་ཆག་རོ་ཅིག་བཅས་ལས་མེད། ཁང་པའི་མཐའ་ན་མེ་ལྕེ་ལྷམ་ལྷམ་འབར་བའི་ཐབ་ཅིག་ཡོད། འོན་ཀྱང། མེ་ལྕེ་དེ་ནི་ཚོན་གྱིས་བྲིས་པ་ཞིག་རེད་ལ། མེ་ལྕེའི་འགྲམ་དུ་འཇུ་ལུང་ཅན་གྱི་ཧ་ཡང་ཞིག་བྲིས་ཡོད་པ་དེ། སྐྱ་ལྷོག་ལྷོག་ཏུ་འཁོལ་བཞིན་ཡོད་པ་དང། མཐའ་ནས་དུ་བ་དངོས་དང་འདྲ་བའི་དུ་བ་འཕྱུར་བཞིན་འདུག་ཅེས་པི་ཐོག་ཁྱིམ་དུ་འབྱོར་མ་ཐག་ཁོས་ལག་ཆ་རྣམས་བླངས་ཏེ་ཨ་ལི་དཔེ་ཀོ་དེ་བཅོས་གཏུབ་བྱེད་པ་དང་བཟོ་ལྟ་གཏོད་པའི་ལས་ལ་ཞུགས། ཁོས་ཆིག་ལབ་འདི་ལྟར་ཁྱབ། ཁོའི་མིང་ལ་ཅི་ཞེས་བཏགས་གོས་སམ། ངས་ཁོ་ལ་ཕི་ནོ་ཁྱོ་འདོགས་དུས། མིང་འདིས་ཁོ་ལ་བསོད་ནམས་དང་ལམ་འགྲོ་བྱེད་ཉེར་ཞེས། སྔོན་ཆད་ངའི་ཁྱིམ་མི་ཚང་མར་མིང་འདི་ཐོགས་པའི་ཁྱིམ་ཚང་ཞིག་ངོ་ཤེས། ཨ་ཕ་ཕི་ནོ་ཁྱོ་དང་ཨ་མ་ཕི་ནོ་ཁྱོ། བུ་ཕྲུག་ཕི་ནོ་ཁྱོ་བཅས་ཡོད། ཁོ་ཚོ་ཚང་མ་ཡག་པོ་ཆགས་སོང། ཁོ་ཚོའི་ཁྲོད་ཕྱུག་ཤོས་དེ་སྤྲང་པོ་ཞིག་ཡིན། ཨ་ལི་པེ་ཁོ་ལ་བདག་ཅེས་མིང་རག་ཚར་བས་ཁོས་བློ་རྩེ་གཅིག་སྒྲིམ་གྱིས་ལས་འགོ་བརྩམས་པ་དང། ཐོག་མར། སྐྲ་དང། དེ་ནས་དཔྲལ་བ། དེ་ནས་མིག་བཅས་རིམ་གྱིས་བཟོས། ཁོས་མིག་ཟུང་བཟོད་ཚར་བྱས་དེ་གཉིས་སྒུར་ནས་ཁོ་ལ་ཕུར་ཚུགས་སུ་བལྟས་ཡོད་པ་མཐོང་བ་དེར། ཁོ་ཅི་འདྲའི་ཧང་སངས་ཡོད་པ་ཁྱོད་ཀྱིས་བསམ་བློ་ཞིག་ཐོངས་དང། ཤིང་གི་མིག་དེ་གཉིས་ཀྱིས་རང་ཉིད་ལ་ཅེར་ཡོད་པ་མཐོང་བས་ཇེ་བི་དོ་ཁྲོ་བའི་ངག་གིས་སྨྲས་པ། ལྟས་ངན་གྱི་མིག་གཉིས་ཁྱོད་ཀྱིས་ང་ལ་ལྟ་དོན་ཅི་ཡིན། ལན་ཅི་ཡང་མ་བྱུང། དེ་ནས་ཁོས་མུ་མཐུད་བཞིན་ཤིང་དུམ་དེ་ལ་སྣ་བཏོད། འོན་ཀྱང་ཁོས་སྣ་བཟོད་ཚར་མ་ཐག་དེ་ཇེ་རུང་དུ་འགྲོ་འགོ་བརྩམས། གནའ་དེར་རིང་ནས་རིང་དང་རིང་ནས་རིང་དུ་སྐྱེས་ཏེ་སྐར་མ་ག་ཤེད་ན་ཤིན་ཏུ་ཆེན་པོ་གྱུར་པ་དང། གཏན་ནས་ཇེ་རུང་དུ་འགྲོ་འགོ་འཚམས་རྒྱུ་མེད་པ་ལྟར་སྣང། ཤ་ཚ་བའི་རྗེས་བུ་ཐོག་ཐང་ཆེ་ཆེའི་བར་དུ་གནའ་དེ་སྐྱེས། འོན་ཀྱང། ཁོས་ཇི་ཙམ་དུ་གཅེས་ནས་ཐུང་དུ་བཏང་ཡང་ལྟས་ངན་དེ་དེ་ཙམ་རིང་དུ་ཕྱིན་པ་མ་ཟད། ཁ་བརྡའི་ཡག་པོ་ཞིག་བཟོས་མ་ཚར་གོང་ནས་ཁོ་ལ་ཁྲེལ་དགོད་དང་ཕྱག་ལས་གྱ་དགུ་བརྩམས། བྱས་པའི་ཐོག་སྤྲོ་བསླངས་ནས། དགོད་མཚམས་ཤོག་ཅེས་སྨྲས་རུང་དེ་ནི་ཧ་ལམ་གྱང་ལ་སྐད་ཆ་བཤད་པ་དང་འདྲ། དགོད་མཚམས་ཤོག་ཟེར་ཡིན། ཁོས་ཤུགས་རྒྱས་ཆེན་པོ་དང་འཇིགས་སྐུལ་གྱིས་སྨྲས་པ་ན། ཁ་བརྡའི་དགོད་མཚམས་བཞག་ཀྱང་ལྕེ་རིང་པོ་ཕྱི་ལ་མནར། སོ་སོའི་ལག་གི་བརྩམས་ཆོས་དེ་འཕྲོ་བརླག་མི་གཏོང་བའི་ཆེད་བྱེད་པི་ཐོག་མ་གཏོང་ཁུལ་བྱས་ཏེ་མུ་མཐུད་ལས་ལ་ཞུགས། ཁོས་ཁ་ཡི་བྱེས་སུ་མ་ཎི་བཟོས་པ་དང་དེ་ནས་སྐེ་དང། ཕྲག་པ། ཕོ་བ། ལག་ངར། ལག་པ་བཅས་རིམ་པས་བཟོས། ལག་པ་བཟོས་ནས་ཚར་ལ་མ་ཚར་ཡོད་པའི་སྐབས་དེར། བྱེད་པི་ཐོས་གློ་བུར་དུ་རང་ཉིད་ཀྱི་སྐྲ་རྫུན་མགོ་ཐོག་ནས་བཤུས་པ་ཚོར། ཁོས་ཁ་ཕྱིར་འཁོར་དུས། ཅི་ཞིག་མཐོང་བ་རེད་དམ། ཁོས་རང་ཉིད་ཀྱི་སྐྲ་རྫུན་སེར་པོ་དེ་ཨ་ལི་པེ་གོ་དེ་ཡི་ལག་ཏུ་ཡོད་པ་མཐོང། པི་ནོ་ཁྱོ་འཕྲལ་དུ་ངས་སྐྲ་རྫུན་ཚུར་བྱིན་ཅིག། ཡིན་ན་ཡང་པི་ནོ་ཁྱོས་སྐྲ་རྫུན་ཕྱིར་བྱིན་རྒྱུའི་ཚབ་ཏུ་རང་ཉིད་ཀྱི་མགོ་ཐོག་ཏུ་གྱོན་པ་དང་དེའི་རྐྱེན་གྱིས་ཨུག་སུབ་ཐེབས་ཏེ་འཆི་གྲབས་བྱེད། རང་རློམ་དང་གུས་མེད་ཀྱི་སྤྱོད་ཚུལ་དེས་ཇེ་པིའི་ཐུགས་ལ་རང་ཉིད་ཀྱི་མི་ཚེ་ནང་གཏན་ནས་སྐྱེས་མྱོང་མེད་པའི་སྐྱོ་བ་དང་ཡི་མུག་ཅིག་སྐྱེས་ཤིང་པི་ནོ་ཁྱོ་ལ་ཁ་འཁོར་ནས་ན་རེ། བསྟན་བཤིག་ཁྱོད་ཡག་པོ་ཞིག་བཟོས་ནས་མ་ཚར་ཡང་ཨ་ཕ་ལ་གུས་ཞབས་གོ་དུས་སྟོད་མགོ་ཙམ་ཟིན། དེ་དུག་པོ་རེད་ངའི་བུ། ཧ་ཅང་དུག་པོ་རེད། དེ་ནས་ཁོས་མིག་ཆུ་ཕྱིས། མྱ་ངར་དང་རྐང་པ་ད་དུང་བཟོ་རྒྱུར་ལྷག་ཡོད། རྗེ་བི་ཐོ་རྐང་པ་བཟོས་ནས་ཚར་དུས། ཁོའི་སྣ་རྩེ་ཐོག་ཏུ་དོག་ཏོ་ཞིག་རག། ང་ལ་དེ་འདྲ་ཞིག་མཁོ་ཨང། ཁོས་རང་ཉིད་ལ་བཤད། ངས་སྔ་ཙམ་ནས་བསམ་བློ་བཏང་ན་འགྲིག་རུང་ད་ནི་ཕྱིར་དྲགས་ཚར། དེའི་རྗེས་ཁོས་ཨ་ལི་དཔེ་ཀོག་དེ་ལག་ཏུ་བླངས་ནས་པང་གཅལ་ཐོག་ཏུ་བཞག་པ་དང་གོམ་པ་གྱགས་སྟངས་བསླབས། པི་ནོ་ཁྱོ་རྐང་པ་རིང་པོ་ཡིན་པས་འགུལ་མི་ཐུབ། འོན་ཀྱང་བྱེད་པོའི་ཐོས་ཁོ་ལག་བྲིས་བྱས་ཏེ་ཇི་ལྟར་རྐང་པ་ཡ་གཅིག་རྐང་པ་གཞན་དེ་ཡི་སྔུན་དུ་འཇོག་ཁུ་ཚུར་བསླབས། པི་ནོ་ཁྱོས་རྐང་པ་སྙན་པོར་བསྒྱུར་པ་ན་ཁོས་གཞན་ལ་བརྟེན་མི་དགོས་པར་གོམ་པ་སྤོས་བ་དང་ཁང་པའི་ནང་ཕར་རྒྱུག་ཚུར་རྒྱུག་བྱེད་འགོ་བརྩམས་པ་མ་ཟད། མཐར་ཁང་པའི་ཕྱི་ལ་དོན་ཞིང་གྱ་ཚང་དུ་མཆོངས་ནས་བྲོས་ཕྱིན། ཤ་ཚ་བའི་རྗེས་པི་ཐོ་ཁོའི་བྱེས་སུ་གྱུར་རུང་བྱས་མ་ཆོད་རྒྱུ་མཚན་ནི། བརྟན་ཤེད་ཆེ་བའི་པི་ནོ་ཁྱོ་རྗེས་པི་ཐོའི་སྔོན་དུ་རི་བོང་བཞིན་ལྟར་མཆོངས་རྒྱུག་བྱས་ནས་ཕྱིན་པ་རེད། ཁོའི་ཤིང་གི་རྐང་པ་གཉིས་ལྷན་དུ་ལམ་ཐོག་ཏུ་བརྡབས་པའི་སྒྲ་དེ་ཞིང་པས་ཤིང་ལྷམ་ཆ་ཉི་ཤུ་ཙམ་གྱི་འཕྲོག་སྒྲ་དང་མཚུངས། བྱིས་པའི་དུས་ཁོ་ཁོ་ཤིག་ཁོ་ཁོ་ཤིག་ཞེས་སྐད་ཁྱབ། འོན་ཀྱང་གྱ་སང་གི་མི་རྣམས་ཀྱིས་ཤིང་གི་ཨ་ལི་པེ་གོ་ཞིག་བང་རྩལ་འགྲན་པའི་རྟ་ཕོ་ལྟར་འགྱུར་བཞིན་པ་མཐོང་བས་ཧ་ལས་ཏེ་དེ་ལ་བརྟེན་ནས་ལུས་པ་དང། གད་མོ་ཞལ་གཅིག་ཤོར་ནས་དེད། སྟབས་ལེགས་པ་ཞིག་ལ་མཇུག་མཐར་དམག་མི་ཞིག་ཐོན་བྱུང། དམག་མི་དེས་སྐད་ཅོར་དང་ལྡིང་སྒྲ་གོ་བས། རྟ་གསར་བཞིའི་དྭགས་པོས་ལག་ནས་ཤོར་བ་རེད་བསམ་ཏེ་ཡོང་བ་རེད། ཁོས་བློ་ཁོག་ཆེན་པོས་ལམ་གྱི་དཀྱིལ་དུ་རྐང་པ་གཉིས་གྲལ་གྲལ་དུ་བརྟན་པོར་བཙུགས་རྗེས། བློ་རྩེ་གཅིག་སྒྲིམ་གྱིས་རྟ་གསར་དེ་འཛིན་རྒྱུ་དང། འབྱུང་སྲིད་པའི་ཆག་སྒོ་ཚབས་ཆེན་རྣམས་སྔོན་འགོག་བྱ་རྒྱུར་གོ་ནས་དེད། ཕན་ནོ་ཁོས་ཐག་མི་རིང་བའི་ས་ནས་དམག་མི་དེ་གྱ་སང་ཧྲིལ་པོ་བཀག་ཡོད་པ་མཐོང་བས། ཁོས་གླགས་བར་ནས་ཤོར་དེ་དམག་མི་དེ་ཧ་ལས་སུ་འཇུག་ཐབས་བྱས། ཡིན་ན་ཡང། ཁོ་ཡོངས་སུ་ཕམ་སོང། དམག་མི་དེས་དཀའ་ཚེགས་ཅི་ཡང་མེད་ཅིང་སྤྱང་གྲུང་ལྡན་པའི་ངང་ཁོའི་སྣ་ནས་འཇུས་ཏེ། ཁོ་བཟུང་བ་དང་ཕྱིར་ཇེ་བི་ཐོ་ལ་ཕྱིན། ཕི་ནོ་ཀིའོ་ཁོ་ལ་ཉེས་ཆད་གཅོད་སླད་ཇེ་བི་ཐོའི་འཕྲལ་དུ་ཁོའི་རྣ་ཅོག་འཐེན་དགོས་བསམ། འོན་ཀྱང་ཁོའི་རྣ་ཅོག་མ་རྙེད་པ་དེར་ཁོ་ལ་ཚོར་སྣང་ཅི་འདྲ་ཞིག་སྐྱེས་ཡོད་སྲིད་པ་ཚོད་དཔག་ཅིག་བྱོས་དང། ཁྱོད་ཀྱིས་དེ་ཡི་རྒྱུ་མཚན་ཤེས་སམ། ཁོས་ཕི་ནོ་ཀིའོ་བཟོ་བའི་གྲྭའི་གསེང་ཁྲོད་རྣ་ཅོག་བཟོ་རྒྱུ་བྱས་སོང་བ་རེད།